ཏེ། ཞེས་ལན། ང་གཡུ་སྒྲོན་ཡིན། ད་ད་རིང་གི་ང་ཚོ་ཤམ་བུ་བཟོས་ད་སྐོར་ལ་ཞུ་ཡ་ཡིན་རོ། ཨ་ཤམ་བུ་དེ་གང་འདྲ་བཟོས་དགོས་ཡོད་མེད་དེ་ང་ཚོའི་གི་རྟགས་ཡིན་ད་རོ། ཨ་འདི་ང་ཚོའི་གི་ཤམ་བུ་དེ་བཟོས་འདུག་གོ་འདུག། ཁ་ཚང་ང་ཚོ་པུ་ལི་ཏི་བཟོས་ཡིན་པ་ཨ་འདྲེ་གྲུབ་བཞི་གྲུབ་བཞི། འོ་འདི་པུ་ལི་ཏི་དེ་བཟོས་ཡོད་རོ། འོ་འདི་སུ་ཡོད་རྒྱུ་དེ་བྱས་རོ། འོ་འདི་སོབ་ཏ་གཅིག་པུ་གཅིག་ཀྱང་བཟོས་ཡོད་བྱས། ཨ་འདི་ག་ལ་རེད་ཐོས་པ་ཨ་འདྲ་ལེབ་ལེབ་དེ་འདྲེ་དོ་ཨ་རིང་བུ།

སོ་སོ་ཀའི་ཚེས་འདི་དག་རིང་ཐུང་བར་གྱི་གསུམ། ཚོན་མདོ་གསུམ་བརྒྱ་ཡི་དག་ཤུགས་ཆེ་བ་དང་ཚོན་མདོ་གསུམ་ལྡན་གྱི་རོ། ཨ་ཚོན་མདོ་གསུམ་ལ་ཉེ་གི། འདི་དྲག་ནི་རོ། ཨ་ཚོན་མདོ་གསུམ་ལ་དྲག་ཆེ། ཨ་ཚོན་མདོ་གསུམ་འདི། འདི་དྲག་གི་རོ། ད་འདིའི་དེ་ཁྱོད་རང་ཚོ་གཟིགས་ཡོད་རྒྱུ་རེད། ཨ་ནི། ད་འདི་ནས་ནི་འདིའི་འོག་ལ་ང་ཚོ་གི་ཤམ་བུ་འདི་བརྒྱ་ཡ་རེད། ཤམ་བུ་སོ་སོ་ཀྱི་འདི་ཡོད་རོ། ཤམ་བུ་ཁོ་རང་གི།

བ་རེད་སྟབས་རྫི་གེ་གེ་དེ་པར་གྱི་ཆེད་དོ་ཧོ་རུ་ཞུ་ཡེ་ནས་ད་ཅིག་ལྟ་འོ་ར་ང་ཚོ་ཁ་འདྲེས་ཆགས་ཀྱི་འདུག་ཨ་ནི་འདི་དེ་ཡིན་ང་ཚོ་གི་སྟབས་རྫི་ཞིག་ཀྱང་ད་དེ་དེ་འདྲའི་ཁབ་ཏུ་བླུག་ཡར་དང་ཁབ་ཏུ་བླུག་བྱས་ཁབ་ཏུ་བླུག་ནས་ཡ་རན་ད་ལོག་བྱེད་ར་དེ་ཅིག་པོ་ཅིག་ཀྱང་ལོག་བྱེད། ཨུམ། འདི་ཚ་ཟེར་བ་ད་ཡང་འདི་ཁབ་ཏུ་བཏང་དེ་ནས་མ། སོ་སོའི་ཚེམ་བུ་འབར་བའི་གྱི་བཏང་ར་ཚེམ་བུ་དེ་ཆེས་གནས་ན་ཆེས་གནས་ཚེ་དེ་ཆུང་བ་གནས་ན་ཆུང་བ་གནས་ནས་དྲིལ། ད་འདི་ཚེ་དེ་ད་ཨེ་འདྲའི་འགྲོ་ཞེས་དེའི་དོ། ད་འདི་དེ་དྲིལ་ཆེས་དྲག་གི་ཡོད་ན་ཡང་དེ་ཆུང་བཏང་ནས་དྲིལ་རྐང་པ་གཅིག་ནང་ལོར་བསྐུམ། ད་འདི་གྱོད་ཆེན་ཡིན་ཙང་རང་གྱོད་ཆེན་ཡིན་ཙང་ད་དེ་བསྲེག། ཆུང་བཏང་ཨ་ནི་རས་ཐོད་པ་དེ།

ཡ་ཐོག་ལ་དང་དུས་རོ་ཨ་འདི་ཁབ་ཏུ་ཁབ་ཏུ་དང་རོ། ཨ་བ་ནི་རེད་འདི་འདྲ་སྐུར་པ་འདི་འདྲའི་མང་པོ་འདི་ཟིག་ར་ཟིག་མ་ཟིག་འདུག་དོ་ཨ་རེ་འོ་འདི་ལག་པ་ཡི་ཡང་མ་ཤ་ཡི་ཤ་ཡི་ཕྱིས་རོ། ཨོ་སྟ་དེ་ཨེ་འདྲ་བྱས་རུང་ཅོ་གི་རོ་ཚན་པོ་འདི།

ཐབས་དེ་ཟུར་ལས་སྐོམ་འདི་གོ་དེ་དེས། ང་ཚོ་དེས་རློན་པ་བཟོས་ནས་འདི་བྱས་ནས་ཡིན་རོ། དེས་རློན་པ་བཟོས་ནས་འདི་བྱས་ནས་དེས། ཟུར་ཀོ་ར་གྱང་ཆུ་ར་གྱང་དེ་རེད། ཨ་དེ་ཐ་དེ་དེས་སྐྲ་བཀྲ་རོལ་སོང་དེས་མཐུག་པོ་མཐུག་པོ་བཟོས་འོང་མ་རེད། ཨོ་འདི་བྱས་རོ། ད་འདི། འདི་ཡང་འདི་གཅིག་བྱས་སོང་བ། ད་འདི་ལ་འཇོན་ཏེ་འོ་དོ་རེད་འདི་ཡང་ཞང་ཀ་དེ་དེས་ཆུན་པོ་དེ་པླི་རི་འགྲོ་ཕེ་གེ་དེ།

ང་ལ་བི་ནི་འདུག་ན་སི་ད་ར་ཨ་ནི་དེ་ཁྱེད་རང་ཚོ་ཧ་གོ་རེད། ཨ་ཁྱེད་རང་ཚོ་དེ་ཟིག་དེ་ཟུར་ཐག་དེ་ཡག་པོ་མ་བསྟན་ན་དེ་ཟིག་གི་ལི་རིག་རིག་ཟོས་ན་ནི་དེ་ཚིག་དང་ནི་ཡག་ག་དེ་ཟིག་དེ་ལེབ་ལེབ་ལེབ་ལེབ་གོ་མ་རེད་ར། ཡ་སོ་ཟུར་ཐག་ལ་དེ་ཟིག་མི་ཆུ་ཆུ་ནི་རེད་ཡ་སོ་སོ་ཡི་དིས་ལོན་པ་རོ་ཟོས་ར་ཨ་ནི་འོ་དེ་གི་ག་འདྲ་བྱེད་ནི་ར་ཨ་ནི་ཁྱེད་རང་དིས་ལོན་པ་ཟོས་ཨ་ནི་དེ་རིག་རིག་རོ་ཟོས་ན་ཨ་ནི་དེ་ཡག་ག་དེ་རེད།

ད་འདི་ཁབ་ཏུ་བཞག་ཁྱོད་རང་གི་དེ་ད་ལྟའི་སྐྱོ་སྐྱོ་རོ་རོ་བསམ་ན་ར་འདྲེའི་ཁབ་ཏུ་བག་ཉལ་ནས་ང་ཚོ་རེད་དེ་ཆུན་པོ་གནས་ཡོད་ར། ད་འདི་དེ་ཟུར་གཉིས་ལ་ད་འདི་སེམས་གོས་ད་འདི་འདི་སའི་གཅིག་ལ་བཞག་ར། གཡས་ལ་བཞག་ན་གཡོན་ཆ་འདྲི་བར་ཨ་འདི་ཚེམ་པོ་དེ་ནི་བརྟན་པོ་དེ་བིག་མ་རེད་བྱས་ལ་བྱས་ལ་ཁ་ཤས་ཡང་ངོ་འཐེན་འདི་ཕི་ཕྲུག་ད་ངོ་འདི་བྱས་ནི་རེད་ཨ་འདི་ཞོས་ཡིན་ཨ་འདི་སྟབས་ཚིག་དེ་དེ་འདྲས་བྱས་ན་ཁྱོད་རང་གི་ཚེ་ག་ཚོད་ལ་རྒྱག་ཡོད་ར་ངོ་འདི་ད།

སྒོ་ཡོལ་དང་ཁྲ་ཡོལ་དུ་འཛུལ། སྒོ་དང་སྒེའུ་ཁུང་དང་དེ་འདྲ་གང་གཱའི་རུ། ཨ་འདི་སོ་སོར་ཆེ་ཆུང་གོ། ད་ནང་ཆུང་བ་ཡིན་ན་དེ་ཆུང་བ་ཙམ་བྲིས། ནང་ཆེ་ཡིན་ན་དེ་ཆེ་ཙམ་ཡང་བྲི་དགོས། ར་ཨ་འདི་སོ་སོར་ད་ཡ་རེ་ཤག་ཨ་ནི་མ་སྟབས་གཅིག་གེ་གོ་དེ་སྲིད་རིང་སང་སང། གང་དེ་གེ་གཅིག་གེ་ངོ་ཚོ་སྟབས་དེ་གོས་ཆེན་དང་གོས་ཆེ་ར་འོང་དེ་ལ་དེ་སྲིད་མ་རིང་ཨ་ར། མ་རིང་ཨ་ད་དྲ་བལ་ཤག་ནི་ཡེ་གཅིག་ཤི་ར་མ། ཐོས་པ། ད་ང་ཚོ་འདི་སེམས་ཚེགས་པ་ད་འདི་ཤིག་བཞེངས་ད་འདི་རྙིང་པ་འདི་ཆུང་བ་ཆུང་དྲགས་བྱས་པ་ད་ནི་ཡང་ཕ་ཆོས་ཆུན་ཆུན་བཏང་ན་ཡང་འདི་ཚེམ་བུ་འདི་འུ་ས་མ་རེད་ཆུང་དྲགས་ན་ཡང་ཡག་པོ་ཆུང་མཐོང་གི་མི་འདུག་ར་ཨ་འདི་འདི་ངས་གཏུབ་བྱས་ཡིན་ད་འདི་འདི་གསར་བ་འདི་འཇོན་བྱས་ར་འདི་འདི་འགོ་ཡ་མི་འདུག་འདི་འདི་ཕར་བཞག་ཞིག་ད་འདི་འཇོན་བྱས་འོ་ར་ཨ་ནི་འདི་འདི་འཇོན་བྱས་འདི་འདི་ཡ་ནི་འདི་ཚེམ་བུ་འདི་ཁྱེད་རང་སེའུ་འདི་གར་རྒྱག་གི་སྒང་ལ་རྒྱག་ནས་འཇིགས་རེ་བར་གྱི་ནི་ཡིན་ནས་ཁྱེད་རང་སེའུ་རྙེད་ནས་ལྗང་གུ་ཐོག་ལ་བཞག་གི་བསམ་ན

ཨཱ་ནི། སེའུ་དམར་བོ་ལྗང་གུ་སྔོན་པོ་ཨཱ་ནི་དཀར་བོ་དེ་དྲིལ་བཏང་ནས་བྲིས་ཤིག་རོ། ད་འདི་དེ་ད་ང་ཚོ་འདི་སེམས་ཚར་ཟེར་བ་ད་འདི་སེམས་ཚར་དུས་འདི་གི་ང་ཚོ་གི་ཧྥོལ་ཏི་དེ་ད་ཡག་པོ་བསྡད་ལ་ཡོད་ཧྥོལྡིང་དེ་ཆེ་བོ་རེད་ར། ཨ་འདི་དེ་མདུན་ནས་འདི་བྱིན་རྩེམ་མདུན་ལ་བཞག་ཨུ་འདི་ཨ་འདི་ནས་རྩེམ་རྒྱབ་ལ་ཁྱེར་ཟེར་ར། ད་སོ་སོ་གི་ཟུར་ལ་རྩེམ་འདི་དགོས་འདུག་ག་འདྲའི་སེམས་ཀྱི་ཡོང་འདི་མི་གི་དེ་སྟོན་བཤད་ཡོད་ར་ག་འདྲའི་སེམས་ཡོད་དེ། ད་ཡང་ཁ་ཤེས་ད་འདི་དེ་ངེས་ཀྱི་ད་གཉིས་དེ་ཤིག་བྱས་ར་འདི་དེ་ད་ང་ཚོ་ཟུར་ལ་ད་འདི་གོ་ཐུ་ང་ཚོ་ཟུར་ལ་ང་ཚོ་གི་ཨ་ང་ཚོ་ཧུག་ལ་ཡོད་ར་ཧུག་ཧུག་ཕྱི་རོལ་ལ་རྒྱ་ནས་འདི་གོ་ར་ཁ་ཤེས་ཁ་ཤེས་ཕྱི་ལོ་ལས་རྒྱ་ཡིན་ད་ཡིན་ནས་ཡ་དེ་ནང་ལོ་ལས་རྒྱ་ན་ཡ་དེ་ཁ་ཤེས་ཡང་ནང་ལོ་ལ་ཡ་དེ་ཤིག finishing ཡ་གོ་ན་ནང་ལོ་རྒྱ་ན་དེ་ཤེས་ད་ཕྱི་ལོ་ལས་རྒྱ་ན་དེ་ལུག་པི་དེ་ར་སོ་སོ་རྗེས་ལ་རྒྱ་ནས་དེ་ལས་ལྷག་ད་ཡོད། ད་ནང་ལོན་ད་དེ་གཉིས་ནང་ལོན་བརྒྱ་ནས་ཞུ་ཡས་འདི་ར་ནང་ལོན་བརྒྱ་བས་ན་འདི་སྟབས་ཀྱིས་འདི་གཉིས་འདྲེ་བཞིན་ར་ཁ་བསྡུ་ལ་སྟབས་ཀྱིས་བརྒྱ། ཨ་ནི་ཟུར་གཉིས་འདི་བརྗོད་ཀྱིས་ལ་ཀྱིས་ཟུར་གཉིས་འདི་ར་ཀྱིས་ལ་བཞག་ཨ་ནི་སྟབས་ཀྱིས་བརྒྱ་ར། ད་འདི་དེ་ངོ་བྱེད་ཀྱིས་འདི་ཟོས་ཡས་འདར་ལུག་པི་ལུག་པི་ལ་ན་འདི་ད་ཟེར་ག་ནང་ལུས་ཡས་བྱེད་ར་སོ་སོ་གྱིས། མགོ་ཡོད་ཡིན་ན་ཁྲ་ཡོད་ཡིན་ན་ད་སྒང་ལ་བཏགས་ས་བྱོས་ར་ཁོ་ར་ལུག་ས་བྱོས་ར་འོང་འདི་ཡིན་ད་ཨ་ནི་འོང་འདི། རྒྱ་གར་དོན་གཉེར་ལ་ནི་ཨིན་ཇི་སོགས་ཆོས་ལུགས་ལུགས་མཐུན་གྲོགས་ཤིག་ལ་ཡི་དྭོགས་ཨང་ལུགས་མཐུན། ཨ་ནི་དེའི་ཚ་ད་དེ་དུ་ཟུར་གཉིས་ཏེ་གཏུབ་ར་དུ་སོ་སོ་ཨ་ནི་དེ་ང་ཡ་དེ་ཕྱིན་ཅི་བ་ཞིག་མི་འདུག་ཨ་ཨ་སུམ་སུ་མ་ཞིག་གོ་ཡ་མི་འདུག་རོ་ཨ་ཨ་སུམ་ཞེས་གསུངས་ཀྱིས་ཤག་ཨ་སུམ་དེ་ག་འདྲའི་རོ་ཞེས་ཤ་ཀའི་ཁྱེད་རང་ལྟ་རོ་ཨ་ད་དེ་ཚོ་ཁབ་ཏུ་ཟུར་ཟ་དེ་ཚོ་ད་ཁབ་ཏུ་གཏུབ། ཁབ་ཏུ་གཏུབ་ར་དེ་ཚོ་ཁབ་ཏུ་ཟུར་ཟུར་དེ་ཚོ་ཁབ་ཏུ་གཏུབ་ཤག།

ཨ་འདི་ལས་འདི་བཞིན་རྒྱ་ཡན་གཅིག་རྒྱ་ཡིར་ར། ཡང་འདི་རང་ཡང་སོ་སོ་གི་མཚན་བུ་གཅིག་ཤིང་གོས་སམ་ར་འདི་ནང་ལོ་བླུགས་བྱས་ནས་ཀྱི་ཅིག་ཅིག་ཅིག་རྟ་བདུན་སྙིང་རྗེའི་ར། གཞན་དག་ཡང་ཨོ་རོད་པོ་ཏྲེ་བ་ཡི་ཡང་ཨོ་རོད་པོ་ཡི་གི་སོ་སོ་ཚེ་ཏག་ཏག་ཡོད་ན་ཏག་ཏག་ཡང་སོ་སོ་མཚན་བུ་ཟུར་ཚང་མ་ཏག་ཏག་ཏག་ཏག་བྱས་ནས་ཀྱི་རེད། ཀྱི་ཞུ་བའི་ཡིན། ལ་སོ། ཡང་ཁྱོད་རང་ཚོ་ནང་ལ་ཉུལ་དེ་འདི་ཡང་ཚོང་ཁ་ཉུལ་ན་ཡང་འདི་གྲངས་འདི་གཅིག་གི་འདུག་ཨ་ཟུར་དེ་ཚོ། ཨ་དེ་དུས་ཁྱོད་རང་ཟུར་འཛེམ་བྱེད་རེད་དེ་དྲིས། ད་དེ་ལུག་པའི་དུས་རེད་བ་ང་ཚོ་ཟུར། ཟུར་གྱི་ཡས་གསུམ་ལ་བརྒྱ་དུས་རེད་བ་ཡ་ཐོག་ལ་བརྒྱ་མ་རེད་མ་བརྒྱ་ཡར་ད། ཕྱི་ལོག་ལ་ད་ཡིན་རེད་བ་མ་བརྒྱ་ཡར་ཁ་ཅིག་ན་ན་དེ་ང་ཚོའི་འདྲེ་ཧྥོལ་བྱ་དུས་ཡར་ཡར་ལས་དྲུག་རེད་བ། ཨ་ཟུར་ཀོར་ནེར་ལ་བརྒྱ་རེད་བ་ཁྱོད་རང་གིས་ཞེས་གསུངས་ཀྱི། ཟུར་ཀོར་ནེར་ལ་བརྒྱ་དུས་ཟེར་རིགས་ང་ཤ་ཡང་དེ་སྟབས་ཚུལ་ཐད་དུས་འོག་ཏུ་ཡར་ཚུལ་དྲུག་རེད་བ། ས་འདི་སྐྱིད་དེ་ག་འདྲ་ཞའོ་ལན་སྟབས་ཟེར་ཟུར་གཉིས་དེ་སྟབས་ཟེར་གྱིས་ཨ་ནི་ཟུར་ཕྱིན་ཅི་ཆི་ཀ་ཁྲི་ལ་ནི་དེ་སེ་དེ་ཏིས་ཁྲ་ད་ར། ཨ་ནི་ཁོ་ར་བིའི་ཞེབས་ལ་སུ་ཧ་གོ་ར་སྐྱིད་དེ་ཁ་བའི་མེ་ཏེ་ནམ་རྒྱུན་ང་ཚོ་རྟ་རྒྱ་དང་ཚང་མ་ང་ཚོ་ཨེ་འདྲ་སྟ་རྒྱ་གོ་ར་ཟུར་ལ་དེ་སྐ་ཏི་ཀ་ཏི་ཡོད་ཨ་ང་ཚོ། ཨ་ད་དེ་སྐུ་པ་དེ་ཚོ་ཐོག་གི་ཡོད་ན་ཨ་ནི་སྟུབ་ཀི་སྟུབ་ཀི་བྱེད་ར་ཟུར་དེ་ཚོ། ཀོ་ད་གོས་ཅན་ཡིན་ན་ར་སྐུ་པ་མང་པོ་ཐོག་རེད་ར་ཨ་ནི་སྐུ་པ་དེ་ཚོ་དེ་ཁྲ་ཡི་ཁྲ་ཡི་བྱེད།

ཨ་ནི་འོན་ཏེ་ཡིན་དུས་ཨ་ནི་ང་ཚོ་ཟུར་དེ་འཛེམ་དགོས། ཟུར་དེ་འཛེམ་དུས་དགོས་དུས་རང་ང་ཚོ་འདི་དེ་ཡར་བཞག་ནས་འཛེམ། ཐ་དེ་གཉིས་ཐ་དེ་བཏང་ཟ་འདི་ཡར་བཞག་ཁ་དེ་ཡར་བླངས་ཁ་དེ་མར་འགྲོ་ན་རོ་ཨ་ནི་ཡར་འཛུལ་མར་བ། ཨ་ནི་ཚན་པོ་རྒྱག་དུས་ཁ་དེ་ཡར་བླངས་ཨ་ནི་དེ་སྟབས་རྩེ་ཞིག་དེ་རྒྱག folding རོ། ཨོ་ཨ་ནི་ཐང་གི་གཉིས་ཀྱི་དེ་སྟབས་རྩེ་རྒྱག་ཨ་ནི་བྱེད་དུས་ཨ་ནི press བཏང་གི་བཏང་གི་ཞིག་སོ་སོ་ཡག་པོ་དེ་ཡིན་རོ folding། ཐ་འདི་དེ་ཟུར་དེ་དོན་གོ་བའི་ཅི་རེད་ར། ཟུར་འདི་དེ་ངོ་ད་ཏི་ཏི་ཟུར་དུ་ཐོན་གྱི་མི་འདུག་ཨ་ད་ཏི་ཏི་ཟེར་ཁུ་ནའི་ཉུང་ཕྲ་ཡིན་ཟེར་ར་ང་ཚོས་ཨ་ཏི་སི་མང་སི་ནས་ར་སོ་སོ་གི་པ་འོས་ཀྱི་ཚེ་པ་འོས་ད་ཡ་ཚམ་ཚམ་ཟུར་ཡང་འདི་མིག་འདི་མ་ཐོན་ན་ཆོ་མི་འདུག་ཨ་ནི་ཏི་སྒང་ལ་ཨ་ད་ང་ཚོས་ཟུར་འདི་ཨ་ཆེན་པོ་འདི་མ་སྤྲོད་ར་ཨ་སྤྲོད་དུས་ག་ལི་ག་ལི་སྤྲོད་ཡ་རེད་རེད་འདུག་ད་ཞེ་ད་འདི་བཀའ་ཁྲིར་གྱི་ག་ལི་ག་ལི་སྤྲོད་སྐུ་པ་འདི་ཚོ་ཏི་སི། རེད་བ་དང་འདི་ལྟར་ངས་ཀྱི་ཕྱིན་ཅི་ར་ཁྱེད་རང་ཚོ་ཆེན་པོ་ཡོད་ན་ཆེན་པོ་བཟོས་ཡོད་ན་ག་ལི་ག་ལི་སྤྲོད་རེད་དེ་ཚོ་ནི་རེད་ཉན་ག་ཡོད་ར་ཨ་ཟབ་ས་ཆེན་སྤྲོད་ལན་ཡིན་ཨ་དེ་ཟུར་ཏག་ཏག་ཁྱོད་རང་གི་ཟུར་ག་ལ་འདུག་ཨ་དེ་ཏག་ཏག་ལུག་བི་དེ་ཏག་ཏག་ཐེ་བ་ཅིག་གྱ་ཨ་ཚུགས་རང་འཇག་སྟངས་སྐོར་ར་གྱ་ནི་ར་ངི་ད་ངི་ཁ་བཏུག་ཅིག་སྟངས་ས་ཨ་ནི་ཨི་འདྲ་བྱིན་སྐོར་ར་གྱ་ནི་ཏག་ནས་འདྲིར་ཨ་འདི་ནང་ལོག་གི་ལུག་བི་དེ་ཚོ་ཟུར་ལ་ཞག་ཡིན་ཞག་ཡིན་ཟིག་ཨ་བ་ནས་སྟབས་ཅི་ཞིག་གྱ་ཞིག་ར་ཧྥོལ་ལིང་བྱིན་ན་ཡང་ཕྱིར་ལས་ལོག། ངས་འདབ་རྩེ་བརྒྱད་ཟེར་ན་རེ་བ་ག་ཚོད་བབ་འདུག་འདབ་རྩེ་བརྒྱད་ཀྱི་ཁྱོད་རང་འདི་པོ་འོས་ཀྱི་ཤ། Last Four ཇི་ལྟར་མར་བད་དུ་མེ་བ་ཕྱིར། ཨ་འདི Four ལིང་འདི་ག་ཚོད་དགོས་འོང་འདི་པོ་འོས་ཤ། ཨ་འདིར་ལོག་ཅིག་ར། ད་འདི་ཤི་སོང་གི་ཁྱོད་རང་གི་ཟུར་འདི་ཚོ་ཁྲ་ཤིག། ཟུར Extra ཐོད་པ་འདི་ཚོ་ཁྲ་ཤིག་ཨ་ནི་ཀུམ་བདུད་བློན་པ་འདི་བྱེད་འདུག་བོད་དུ་ལས་ལྷག་ཡོད་ར། ལ་སོགས། ཨཱ་ནི་ད་དེ་འདྲའི་ཆ་རེད་རོ། ཨཱ་ནི་ཁྱེད་རང་ཚོ་སྲིད་ཨ་དེ། ད་ལ་ཨཱ་མཐའ་མ་དེ་ང་ཚོ་ག་འདྲའི་སྲོལ་འོག་ཏུ Finishing Tie ཡིན་ད། ད་མཐའ་མ་དེ་ལ་བཅུ་བཞི་ཡོད་ད། ག་འདྲའི་ང་ཚོ་ནམ་རྒྱུན་ཡིན་ན་རྒྱབ་ནས་ཆེན་པོ་རྒྱག་གི་རེད་བ། རྒྱབ་ནས་ང་ཚོ་ཆེན་པོ་ད་རེད་ལ་འགྱེལ་ཡིན་ན་འདི་རྒྱག་ཡ་མ་རེད་ཆེན་པོ་དེ་ང་ཚོ་ག་ནས་རྒྱག་འོ་རེད་ལ་ན་ཨ་ཁྱེད་རང་ཚོ་ལ་ད་ཅིག། ཆེན་པོ་དེ་ག་ནས་རྒྱག་འོ་རེད་ཨ་མདུན་ནས་རྒྱག་འོ་རེད་ར་རྒྱབ་ནས་རྒྱག་ན། ཨ་ནི་ང་ཚོ་གི་རྒྱབ་ལ་རྒྱབ་བ་ཡིན་ན་རོ་ཨ་ནི་ང་ཚོ་མདུན་གྱི Finishing དེ་འདི་ཁུག་པ་དེ། ག་ལ་བ་རེད་འདི། སྐུད་པ་དེ་ག་དུས་ན་ཟུར་ཕ་མ་དོན་འདི་གུ་རུ་ཞིག་ལིར། ཨ་ནུ་འོ་འདི་བྱས་ནས་ང་ཚོ་རྒྱབ་དེ་སོ་སོ་ཁ་བཏུག་ཤར་ར། ཨ་ནི་མདུན་གྱི་སོ་སོ་གི་མདུན་གྱི་སོབ་ད་འཇོ་ར་འོ་འདི་ལ་མ་ཁ་བཏུག་བཏགས་ན་ཨ་ནི་ཁོ་རང་རྒྱབ་དེ་རེད་ཐོད་པ་དེ་ཏག་ཏག་དེ་རེད་ཐོད་པ་དེ་མ་དེ་སོ་སོ་ཏག་ཏག་ཤར་ཡོད་ན། ཡ་ཆུང་དྲག་ཡོད་ན་ཡ་དེ་མ་ར་སོ་སོ་ཏག་ཏག་ཤར་ཡོད་ན་རེད་བ་འདུག་ཨ་འདི་ནང་ལོགས་ཀྱི་ཟ་བ་སོ་སོ་ཚང་མ་ཡ་འདི་ནང་ལོགས་བླུག་ཡག་པོ་བྱེད་འདོད་ར། ཁྱོད་སོ་སོ་གི་མ་བི་རྒྱ་དང་བླུགས། ཁྱོད་ཙེམ་གི་ཙེམ་གི་ཡན་ཡང་ལྟ་གི་ལྟ་གི་བྱིན་ཡག་སུ་ལ་རེ་ཁ་ཤེ་མ་ཐོན་དེ་རེ་ཤག་དུ་ཨ། ཨ་དེ་ཁབ་ཏུ་བཏང་རོ་ཨ་སོ་སོ། ཨས་དེ་ཁབ་ཏུ་ཤི་དང་ཁ་འདྲེ་སུ་འགྲུག་དུ། ཨས་སོ་ད་དེ་ལགས་སུ་ལོག་ཅི་ཆི། ད་དེ་ཚ་ཚ་རེ་ཞོན་ད་དེ་ང་ཚོ་ཚ་ཚ་ད་དེ། འདི་ང་ཚོ་གི་ད་ཡོད་ནས་མེད་ནས་ནང་ལ་མཛད་སྒོ་ཡིན་ནའི་རེད་ནང་ལ་ནམ་རྒྱུན་ལོ་སར་བྱེད་ཀྱི་ཡོད་ནའི་རེད་ཨ་འདི་ལ་དེབ་འདྲའི་རྩ་བ་རུ་བྱེད་ད་གཙང་མ་ཨ་སོ་སོ་ནང་གི་དུས་ཆེན་འགྲོ་ཡོད་ནའི་རེད་རྒྱུན་དུ་ད་ནས་འགྲིག་རེད་ཨ་འདི་ཤམ་བུ་ཨ་དགོན་པ་ཁག་དེ་བ་ལས་ཤམ་བུ་དེ་ཚོ་ཡག་པོ་དར་སོ་ཆེན་པོ་ཡོད་རེད་ཨ་འདི་འདྲ་བཟོས་ཐུབ་ན་བེད་ཡག་པོ་ཡོད་རེད་ཞུ་ཡ་ཡིན་ཨ་འདི་འདྲའི་འོ་སྒྲོ་འདི་འདྲ་ནས་རོ་ཨ་སོ་སོ། ལགས་སོ། ད་དེ་ངས་ཅིག་ཞུའོ་བསམས་སོ། འདི་རས་སྐྲ་བཀྲ་དེ་འདྲས་ཡིན་ན་རོ། ང་ནི་ང་ཚོ་སེམས་ཀྱི་རོ། ཁ་ཤས་རས་གཅིག་པོ་ཚོན་མདོག་གཅིག་པོ་བཏང་བ་ཡིན་ན་རས་སེའུ་མའོ་ལྕགས་མགོ་ཁ། འོ་དེ་ཡིན་ན་ར་རས་སྐྲ་བཀྲ་ཡིན་ན་བ་དེ་སྦྱར་རོ་ཞེས་ཏེ་ཤུ་གུ་པེ་སྟིང་ལར Paper Pasting སྐྲ་བཀྲ་དེ་སྦྱར་རོ། གཞན་དག་ཡང་གྱོད་ཆས་ལ་མ་སྦྱར་ནས་འགྲིག་རེད་ཁ་ཤས་གྱོད་ཆས་ཕག་ཚོ་འཐེན་གྱི་ཡོད་ན་མང་པོ་ཨ་ནི་དེ Paper Pasting རྒྱག་ཐུབ་ན་བེ་ཨ་བོར། ད་རས་སྐྲ་བཀྲ་ལ་རྒྱག་ནའི་རེད་གྱོད་ཆས་ལ་རྒྱག་ནའི་རེད་དེ་ཁྱོད་རང་ཚོ་ལྟ་ཡ་རེད།